ད་སེམས་འདུལ་བ་ཟེར་ད་ལེགས་ཡོད་རེད་ད་ང་ཚོ་ལ་དཀའ་ངལ་སྤྲད་མཁན་དེ་ལུས་མ་རེད་ང་ཚོ་ལ་དཀའ་ངལ་སྤྲད་མཁན་དེ་ངག་མ་རེད་ད་གཙོ་བོ་དེ་ག་རེད་ཟེར་ན་སེམས་རེད་སེམས་དེ་རང་ད་འཇིག་རྟེན་ཕ་བ་གས་དེ་གཤེགས་ཡོད་རང་སེམས་དེ་བདག་པོ་རྒྱབ་མ་ཐུབ་སེམས་དེ་ལ་ཡང་གནད་དུ་བསྣུན་མ་ཐུབ་སེམས་ལ་བཟོ་ལྟ་བཀོད་མ་ཐུབ་སེམས་ལ་བསྒྱུར་བཅོས་བཏང་མ་ཐུབ་ནས་དེ་ང་ཚོས་ཆོས་བྱེད་པ་དེ་དོན་ལྡན་དུ་འགྲོ་གི་མི་འདུག། དེ་རེད་དོ། ལྟ་དེ་བྱེད་ཡག་ལ། སེམས་དེ་བསྒྱུར་བཅོས་གཏང་ཡག་ལ། དེ་ནས་ཐབས་བྱེད་རིམ་པ་དེ་ལྟ་དང་པོ་དེ་ཞི་གནས་ནས་འགོ་བཙུགས་ཡོང་བ་རེད་འདུག་བ། ཞི་བ་རེ་གནས་པར་ཡག་སྟེ། འོ་དེ་ཞི་བ་གནས་པའི་ཐོག་ནས་འགྲོ་གི་ཡོད་རེད་ལྟ་དེ་ཡོང་ཡག་ལ། དང་པོ་ང་ཚོའི་སྔོན་དུ་བློ་དོར་རྣམ་གཞིག་གི་གང་ཟག་གི་དང་པོ་གསུངས་པའི་རྒྱུ་མཚན་དེ་རེད་བ། བློ་དོར་རྣམ་གཞིག་གི། དེ་ནས་ཡོན་ཏན་དེ་རྒྱུད་ལ་སྐྱེས་ནས་དེ་གི་མྱོང་བ་དེ་རྒྱུད་ལ་དཀར་ཡོང་དུས། དེ་ནས་བློ་ལྡོག་དགོས་ཀྱི་འདུག་བ། བློ་ལྡོག་ཡོང་བློ་ལྡོག་ཟེར་ཡག་དེ་ལྟ་སྐྱོན་ཐམས་ཅད་མཐོང་ཡོང་དུས་དེ་ལ་ཞེ་ལོག་པ་རེད། ཞེ་སྡང་ལ་ཞེ་ལོག་པ་རེད་ཞེ་སྡང་གི་བློ་ལ་ཞེ་ལོག་པ་རེད་ཁོང་ཁྲོ་དང་ཕྲག་དོག་ལ་སོགས་པའི་གི་བློ་ཕྱིན་ཅི་ལོག་པ་དེ་ཚོ་དྲིས་ལ་ཞེ་ལོག་པ་རེད་ཞེ་ལོག་ཟེར་ཏེ་མི་སྐྱུག་ནད་ཅན་ལ་སྐྱུག་ནད་སྐྱུག་ནད་ཅན་ལ་ལྟས་ན་གཅིག་གིས་མར་ཁུ་དང། སྣུམ་གྱི་ཟས་ཀྱི་རིགས་སྤྲད་པ་ཡིན་ན་དེ་ཟ་འདོད་པ་ཡོད་མ་རེད་ག་ཟེར་ན་དེའི་ནད་སྐྱེད་པར་རེད་བ་འོ་དེ་འདྲ་ཡིན་དེ་དང་ལྟ་བུ་ལྟ་སྐྱུག་ནད་ཅན་ལ་ཡང་མར་ཁུ་སྤྲད་པ་ལྟ་བུ་བྱས་ནས་ཆོས་ཉམས་ལེན་གནད་དུ་འགྲོ་མཁན་གྱི་གང་ཟག་ལ་དཔེར་ན་འཁོར་བའི་བདེ་སྐྱིད་ཕུན་སུམ་ཚོགས་པ་འདི་ལ་ཞེ་ལོག་དགོས་ཀྱི་རེད་ད་དང་པོ་འདི་སྟོན་པར་བ་ད་ཞེ་ལོག་པར་བྱེད་པ་ལ་ཞེ་ལོག་ཆོག་ཆོག་མི་འདུག་ག་ལས་སླ་བོ་མི་འདུག་ག་ཞེ་ལོག་རེད་ཟེར་ལབ་པ་ཡིན་ན་ལོག་ཆོག་ཆོག་ཡོང་མ་རེད་ད་ཡོང་བ་ལ་སྦྱངས་པའི་རིམ་པ་ཐོག་ལ་སླེབས་པ་རེད་བློ་སྦྱང་བའི་རིམ་པ་ལ་སླེབས་པ་རེད་སེམས་འདུལ་བའི་རིམ་པ་ལ་སླེབས་པ་རེད་ད་སེམས་འདུལ་བ་དང་བློ་སྦྱང་ཡ་ལ་དང་པོ་དེ་ག་རེ་ཟེར་ན་ད་ཞི་གནས་རེད་ད་དེ་འདྲ་གི་ཞི་གནས་དེ་ཡང་ཆུ་ཚོད་གཅིག། གཉིས་གསུམ་ནས་མགོ་བཙུགས་ནས་དང་པོ་སྐར་མ་ལྔ་འདྲ་བོ་མགོ་བཙུགས་དེ་ནས་སྐར་མ་བཅུ་ཆུ་ཚོད་གཅིག་དེ་ནས་ཆུ་ཚོད་གཉིས་ལ་སོགས་པ་རིམ་པས་ཤིན་ཏུ་ཡག་མགོ་བཙུགས་བྱས་ནས་དེ་ནས་སེམས་བསྡུ་བའི་གེ་ཐབས་བརྟན་བྱེད་ཀྱི་ཞི་གནས་བརྟན་མེད་ཀྱི་ཞི་གནས་ངོ་བོ་ཉིད་ཀྱི་ཞི་གནས་ལ་སོགས་པའི་གེ་ཐབས་རིམ་པ་མ་འདྲ་བ་མང་པོ་བྱས་ལ་བརྟེན་ནས་དེ་ནས་ཉིན་བསྒོམ་ཚེས་བསྒོམ་མདོ་སྔགས་སྔ་དྲོ་བསྒོམ་ཕྱི་དྲོ་བསྒོམ་ཉིན་གུང་བསྒོམ་བྱས་ནས་ག་དུས་ཡིན་ན་ཡང་རབ་གསུམ་རབ་ཀྱིས་བྱུང་ན་ག་ཚོད་ཡིན་ན་ཡང་དེ་ཀྱི་ནང་ལ་བར་འགྲོ་ཐུབ་པ་བྱེད། དེ་ལྟར་མ་ཐུབ་ན་ཡང་ལས་དང་པོ་བར་གྱི་ཅིག་རྐྱེན་གྱི་ཕྲད་ཡོན་ཏུ་དེ་མ་ཐག་ཏུ་སེམས་དེ་མ་ཞི་བར་གནས་ཐུབ་པའི་གྱི་ཐུགས་ནས་ཐབས་ལམ་བྱས་ནས་ལྟ་དེ་ལ་ཡང་ཤུགས་རྒྱག་ཡ་དེ་ལ་ཡང་བརྩོན་པ་བསྐྱེད་ཡ་འོ་དེ་འདྲ་བྱས་ཡ་དེ་གལ་ཆེན་པོ་རེད་འདུག་ག་ད་ལྟ་སྤྱོད་འཇུག་བསམ་གཏན་ལེའུ་ནང་ལ་ཡང། རྒྱལ་སྲས་ཐུགས་རྗེ་ཆེ་རྣམས་ལྟར་རིགས་པའི་གསན་ནས་གཟུང་བྱ་སྟེ། ཨོ་དེ་རེ་ད་རྒྱལ་སྲས་ཐུགས་རྗེ་ཆེ་རྣམས་ཏེ་རིག་པའི་སེམས་ནས་གཟུགས་བྱ་སྟེ། ཉིན་མཚན་ཕྱེད་པར་མ་འབད་ན་བདག་གི་སྡུག་བསྔལ་ནམ་མཐར་ཕྱིན་ཡིན་ཟེར་ཏེ་ལྟ། བསམ་གཏན་རི་བོ་གི་སྡོམ་སྟེ་དེ་རྣམས་ལ་རྒྱལ་གྱི་ཡོལ་བ་དག་ཞུགས་ལ་མཇུག་བསྡུ་བགྲོད་པའི་སྐབས་ལ། ཨོ་དེའི་སེམས་ཡོད་དོ་ད་རྒྱལ་སྲས་ཐུགས་རྗེ་ཆེ་རྣམས་ལྟར་སོད་དོ་སྔོན་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཐུགས་རྗེ་ཆེན་པོ་དང་ལྡན་པས་ནི། སངས་རྒྱས་དང་གང་ཆོས་སེམས་དཔའ་ཐམས་ཅད་ཀྱི་སེམས་འདུལ་བའི་གེགས་མཐའ་སློང་གི་རིམ་པ་སྟེ་ཉན་ཐོས་ཐེག་པའི་སྐབས་སུ་ཡང་དེའི་བཤད། རང་སངས་རྒྱས་ཐེག་པའི་སྐབས་སུ་ཡང་དེས་བཤད། བྱང་ཆུབ་སེམས་དཔའི་ཐེག་པ་མཚན་ཉིད་ཐེག་པའི་སྐབས་སུ་ཡང་དེས་གསུངས། དེ་ནས་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་ཡང་དེས་གསུངས་ད་ཐབས་ཤེས་རིམ་པར་མདོ་སྔགས་ཀྱི་ཆོས་ཚུལ་མ་འདྲ་བ་མང་པོ་ཞིག་གསུངས་པ་རེད་དེ། དམིགས་པ་དམིགས་ཡུལ་གཅིག་རེད། ག་རེ་ཟེར་ན་སེམས་འདུལ་དགོས་པ་ད་ང་ཚོ་དཀའ་ངལ་ཆེ་ཤོས་དེ་སེམས་དེ་འདུལ་མ་ཐུབ་རྣམ་རྟོག་དེ་ལ་ཡང་གདོང་ལེན་བྱེད་མ་ཐུབ་དེ་ལ་ཡང་ཅིག་གིས་བཅོས་བསྒྱུར་བྱེད་མ་ཐུབ་ནས་ང་ཚོ་དཀའ་ངལ་འདུག་མཚམས་མཚམས་མ་ནས་ཅིག་གིས་ཐབས་དང་སྙིང་པོ་ལ་བརྟེན་པ་ཡིན་ན་ཡང། སྟོན་ལས་གཅིག་དེའི་དུས་ཐོག་ལ་ཡང་སླེབས་མ་ཐུབ། རྐྱེན་གྱི་ཐོག་ལ་སླེབས་མ་ཐུབ་གཉེན་པོ་དུས་ཐོག་ལ་སླེབས་མ་ཐུབ་ཡོང་དུས་སྟོན་ནི་རྐྱང་ལང་ལང་ཤོར་ཐེབས་འགྲོ་གི་འདུག་བ་འོ་དེ་འདྲ་ཡིན་དུས་ད་རྒྱ་སེ་ཐུགས་རྗེ་ཆེ་རྣམས་ལྟར་རིག་པའི་གསན་ནས་གཟུགས་བྱ་སྟེ་ཟེར་བའི་སྐབས་སུ་རིག་པའི་གསན་གཟུགས་དགོས་ཀྱི་འདུག་བ་རིག་པའི་གསན་ཟེར་ཏེ་བཟོད་བསྲན་བྱེད་དགོས་རེད། ཆོས་སྒྲུབ་པ་ལ་ཡང་སེམས་འདུལ་བ་ལ་ལས་སླ་བོ་ཡོང་མ་རེད། བརྒྱུད་རིམ་མང་པོ་ཅིག་གི་ཐོག་ནས། སྐྱིད་སྡུག་མང་པོ་ཅིག་གི་ཐོག་ནས། བདེ་སྡུག་མང་པོ་ཅིག་གི་ཐོག་ནས། དཀའ་བ་ཆེ་ཚད་མང་པོ་ཅིག་གི་ཁུགས་སོ་མང་པོ་ཡོད་རེད་ལས་སླ་པོ་ཡོད་མ་རེད། དེ་འདྲའི་ཅིག་གི་བརྒྱུད་རིམ་གྱི་ནང་ལོགས་ལ་ད་ང་ཚོ་ཉི་མ་དང་ཉི་མ་དུས། དུས་སུ་ཕྱིན་ནས་དགོངས་ཀྱི་ཡིན་ན། དེ་ནི་སྔོན་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཡང་དེའི་གི་ལམ་ལས་མཐར་ཕྱིན་པ་རེད། བ་མཐར་ཕྱིན་པ་རེད། དེ་ལྟར་རང་ཅག་རྗེས་འཇུག་པ་ཐམས་ཅད་ཀྱང་ལམ་དེ་འདྲ་ཞིག་ལ་བསྟེན་གྱི་ཡིན་ན། དེ་ལས་རིགས་པའི་སྲས་འདི་གཟུགས་ཐུབ་ན། དེ་ནི་སྡུག་བསྔལ་ལས་ཐར་ཐུབ་པ་དང་སྡུག་བསྔལ་རྒྱུ་དང་བཅས་པ་ལས་ཐར་ཐུབ་པའི་གོ་སྐབས་ཡོད་རེད་གསུངས་བ་རེད། སྐྱ་སེར་ཐུགས་རྗེ་ཆེ་རྣམས་དང་རིག་པའི་སེམས་ནས་སུ་ཡང་ཉིན་མཚན་ཆད་པར་མ་འབད་ན་སུ་ཉིན་མཚན་ཆད་པར་ཟེར་ཏེ་ཉིན་དང་མཚན་དབྱེ་བ་མེད་པར་བྱས་ནས་བསྒོམ་མ་ཐུབ་ན། ཞི་གནས་བསྒོམ་མ་ཐུབ་ན། སེམས་འདུལ་བའི་གི་ཐབས་ལམ་དེ་ལ་བསླབ་མ་ཐུབ་ན། སེམས་སྦྱོང་བའི་གི་རིམ་པ་ལ་ཡང་བརྩོན་མ་ཐུབ་ན། བདག་གི་སྡུག་བསྔལ་ནམ་ཐར་ཕྱིན་གྱི་སྡུག་བསྔལ་ལས་ཐར་བའི་གི་སྐབས་ཡོད་མ་རེད་གསུངས་པ་རེད་ད། དེ་སྡུག་བསྔལ་ནང་ལ་བསྡད་བསྡད་ཡག་རེད། ག་ཚོད་ཅིག་ང་འོ་ད་དཔེ་ཆ་ཁོ་རང་པོ་ཏི་བརྒྱ་དང་ཉིས་བརྒྱ་སུམ་བརྒྱ་ཆ་ཚང་བ་བློ་ལ་ཡོད་ཅོར་བཤད་ངང་དོན་བྱེད་ཐུབ་པ་ཡིན་ན་ཡང་ད་དགོས་དུས་ལ་ཡང་ཕན་པ་མི་འདུག་ག་འོ་དེ་འདྲ་ཡིན་དུས་ད་ང་རང་ཚོ་རྗེས་འཇུག་པ་ཡིན་ཟེར་དུས་རྗེས་འཇུག་ག་རེའི་རྗེས་སུ་འཇུག་བར་ཟེར་ན་ཆེས་ཆ་ལུགས་ཀྱི་རྗེས་འཇུག་མ་རེད་རེད་འདུག་ག་འོ་ད་རྗེས་འཇུག་དེ་དེ་དག་གི་རྣམ་ཐར་ལ་སློབ་དགོས་ཀྱི་ཡོད་རེད་རྣམ་ཐར་དེ་སྔོན་གྱི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱིས་ཆོས་བསྒྲུབ་པ་ལ་ཡང་དཀའ་བ་ཆེས་མཐོ་སད། ཡོད་དུ་བ་དཀའ་བ་ཆེ་རུ་ཟད། ལུས་ངག་གི་ཐོག་ནས་ཡང་ཆོས་སྒྲུབ་པའི་སྐབས་སུ་ལ་ཕྱི་ནང་གསང་གསུམ་གྱི་བར་ཆད་མང་པོ་ཅིག་ཡོད་པ་དེ་ལ་གདོང་ལེན་བྱས། དེ་དག་གིས་རང་ལ་ཡང་གནོད་མ་ཐུབ་པ་བྱས་དེ་དག་ལ་ཇི་མི་སྙམ་པར་བསམས་ནས། སྟོན་ཟླ་གཅིག་གི་དགོང་གི་ཐོག་ལ་ལྟ་ནན་ཏན་བྱས་ཡོང་དུས། འོ་ད་ནི་ཁུ་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་ལས་ཡང་དག་མཐར་ཕྱིན་པར་རེ་བ་དེ་ཡིན་དུས་རྒྱལ་སྲས་ཐུགས་རྗེའི་ཆེ་རྣམས་ལྟར་རིག་པའི་གསེབ་ནས་གཟུགས་བྱ་སྟེ། གཟུགས་བྱ་གཟུགས་ག་བུ་ས་གཞི་སུ་བཙུགས་པ་རེད་ཟེར་བ་དང་རིག་པའི་སེམས་དེ་གཙུག་ཐུག་གོ་རེ། རྗེ་བཙུན་མི་ལ་རས་པའི་པང་ལ་བལ་བུར་གཏད་པ་ལྟ་བུ་བྱས་ནས་བརྡེག་ཐུག་གོ་རེ། དེ་རེད་དོ། དྭགས་པོ་རིན་པོ་ཆེ་ལ་ཡག་ཕོང་བསྟན་ཡག་དེ་གཞན་གང་མ་རེད་ད་བརྡེག་ཐུག་གོ་རེ་ཟིག་ཡོད་རེད་ད་ང་ཚོ་བརྡེག་མ་ཐུག་ཡོང་དུས་བསམ་པ་ལ་ཡག་ཡག་འགྲོ་མ་མ་འགྲོ་ལྟ་ཆོག་གོ་རེ་ལྗང་ཁམ་སྐོར་ར་རྒྱབ་སྐོར་ར་ཅིག་འཁྱམ་འགྲོ་དུས་བསམ་པ་ལ་ཡག་གོ་རེ་རང་དབང་ས་ནས་མེད་འདུག་ག་བསམ་བསམ་ན་ནི་རང་དབང་མེད་པའི་འཁྱམ་བསྡད་པ་རེད་བསམ་བསམ་ན་ནི་ཆེད་དུ་རྙེད་ནས་ད་དེ་འདྲའི་ཞིག་ཏུ་ད་ནི་དུས་ཚོད་མང་པོ་ཅིག་འཕྲོ་བརླག་འགྲོ་ཡོང་དུས་སེམས་ལ་ཡང་ཡོན་ཏན་རྒྱ་ཆེན་པོ་དང་ཕར་ཞབས་ཞོར་རྟ་རྔ་ཙམ་ཡང་ནི་ཅིག་གིས་སྐྱེད་མ་ཐུབ་པའི་ཉེར་ལེན་དེ་སོ་སོ་གིས་བཟོ་གི་ཡོད་པ་རབ་མ་ཏོ། ཆོས་ཀྱི་བྱིན་རླབས་ཆུང་དྲགས། བླ་མ་དང་སློབ་དཔོན་ཐམས་ཅད་ཀྱི་གདམས་ངག་དེ་ཉུང་དྲགས། འོ་སངས་རྒྱས་དང་བྱང་ཆུབ་སེམས་དཔའི་ཐུགས་རྗེའི་དེ་ལ་ཡང་མཐོ་སྒང་མང་པོ་ཅིག་ཤོར་ནས་ང་ཚོ་ལ་ཡང་ཉམས་རྟོགས་མ་བྱས་བ་རེད་མི་འདུག་ག་ད་སོ་སོ་ལ་མཐུན་རྐྱེན་ཡོད་ན་ཡང་མཐུན་རྐྱེན་ཡོད་ཐོག་ལ་སྒྲུབ་མ་ཐུབ་པ་རེད། བླ་མ་དགེ་བའི་བཤེས་གཉེན་ཡོད་ན་ཡང་བླ་མ་དགེ་བའི་བཤེས་གཉེན་གྱི་ལ་བེད་སྤྱོད་བཏང་མ་ཐུབ་པ་རེད། རེད་འདུག་བ། དེ་འདྲ་ཡིན་དུས་ད་དེ་འདྲའི་ཡོང་དུ་མ་སོང་བ། བདག་ལེགས་སུ་སྡོད་ཀྱི་ཡོད་རེད། དེ་ཡིན་དུས་ད་ཅིག་གི་བསམ་བློ་ནང་ལ་ཡ། ང་རང་གིས་ང་རང་ལ་ཤ་ཚ། རང་གིས་རང་ལ་དྲིན་གྱིས་བཅངས་དགོས་ཀྱི་ཡོད་རེད་བཅངས་ཡ་ལ་ད་ཆོས་ཀྱི་ཐོག་ནས་བཅངས་པ་མ་གཏོགས་འཇིག་རྟེན་ལ་ཆེ་བར་གྲགས་པའི་གི་གཏམ་མིང་ཐོབ་མངའ་ཐང་གཟི་བརྗིད་ད་རྒྱ་སྲིད་དཔལ་འབྱོར་ལོངས་སྤྱོད་ག་རེ་ཡོད་པ་ཡིན་ན་ཡང་ད་དེ་ཚོ་གི་ཕན་གྱི་མེད་པ་སྟེ་གོ། རུབ་བྱེད་ཀྱི་རིག་པ་མང་པོ་ཅིག་བཀོལ་དགོས་ཡ་མེད་པ་ལུང་ལ་སྐྱབས་ཞུ་དགོས་མེད་པ་ང་རང་ཚོ་དངོས་ཡོད་ཀྱི་ཉམས་མྱོང་གི་ཐོག་ནས་ཤེས་ཐུབ་ཡ་དང་རྟོགས་ཐུབ་ཡ་ཅིག་གནས་ཚུལ་ཅིག་རེད་བ། ད་དེ་འདྲ་ཡིན་དུས། ད་ལྟ་འདི་ནས་བཟུང་སྟེ་ད་ཞི་མེད་ཟེར་ཡ་དེ་ང་ཚོ་སེམས་དེ་གཏད་ཡས་ཤིག་ད་གོ་བདེ་པོ་བྱས་ནས་ཞུས་པ་ཡིན་ན་ཆོས་སྐད་དང་གཞུང་སྐད་དང་ད་གྲུབ་མཐའི་ཐ་སྙད་དེ་ཚོ་གང་ཡང་མེད་པ་བྱས་ཡིན་ན་ཡང་ང་ཚོ་གཅིག་གི་རྣམ་རྟོག་མང་པོ་ཅིག་སྐྱེ་བསྡད་ཡ་ཞིག་ཉི་མ་རེ་རེ་ལ་ཡང་གཅིག་ཁོ་ར་གྲངས་ཀ་བརྒྱབ་མ་ཐུབ་ཡ་ཞིག་འདུག་བ། དེ་གི་མཚམས་མཚམས་མ་ནས་དགེ་བའི་རྣམ་རྟོག་ཡིན་པས་སོ་རེད་མཚམས་མཚམས་མ་ནས་མི་དགེ་བའི་རྣམ་རྟོག་ཡིན་པས་མཚམས་མཚམས་མ་ནས་བར་མེད་ཀྱི་རྣམ་རྟོག་ཡིན་པས་སོ་ད་ཁོ་ར་འདི་དང་འདི་ཟེར་གང་ཡང་ཡོད་མ་རེད་བུ་ཡུག་ཚུགས་པ་ནང་དོན་བྱས་ནས་གཅིག་གི་བུ་ཡུག་ཚུགས་པ་ནང་དོན་བྱས་ང་ཚོ་རྣམ་རྟོག་གཅིག་རྗེས་གཉིས་མཐུད། ཕྲ་རགས་ཀྱི་བདག་གཅིག་རྣམ་རྟོག་མང་པོ་ཞིག་སྐྱེས་བྱས། དེ་སྐྱེས་ཡོང་དུས་དེ་ང་ཚོར་ཁ་ཏོན་ཅིང་སྟོན་པ་ཡིན་ན་ཡང་དེའི་ལམ་ལ་འགྲོ་མི་ཐུབ། ཆག་གཅིག་ཚེས་པ་ཡིན་ན་ད་ཆག་འབུམ་འདྲ་པོ་ཅིག་བཞག་ནས་སྔོན་འགྲོ་བཏང་ཡིན་ཟེར་གྱི་ཡོད་རེད་དེ་ཡིན་ན་ཡང་ད་ཆག་ཚེས་ཀྱི་ཚེས་ཀྱི་ལ་ཡ་ཆག་ཤིག་མང་པོ་ཞིག་ཞེས་གཏིང་ནས་ང་ཚོས་དེ་ཡོང་བསྡད་ཀྱི་འདུག་ད་ནི་སྐོར་ར་སྦྱར་བའི་ཁྲིག་མ་སྐོར་ར་འགྲོ་བའི་སྐབས་སོ་ལ་ཡི་ལག་པ་ལ་ཁྲིག་མ་གཅིག་ཁུར་བྱས་ད་གཅིག་འདོན་གྱི་ཡོད་རེད་དེ་ཡིན་ན་ཡང་སྐོར་ར་འགྲོ་བའི་དུས་འཆམ་འཆམ་འགྲོ་བའི་སོ་ལ་ཆག་འགྲོ་གི་འདུག་ད་ནི་སྐོར་ར་འཕགས་པ་བྱུང་བ་སྐོར་ར་ཚག་གཅིག་ལ་ཡ་ཇུས་གཏོགས་ཚང་མ་སྐོར་ར་བརྒྱབ་ཚར་རེད་འདུག་ག། ཕུ་ཡང་དེ་གིས་དེ་བྱེད་ཀྱི་འདུག་མདའ་མ་གིས་དེ་བྱེད་ཀྱི་འདུག་ཟེར་ཁོ་བཟང་པོ་རེད་ཁོ་ངན་པ་རེད་དེ་སྡུག་ཅག་རེད་དེ་ཡག་པོ་རེད་དེ་ཆགས་སྡང་གི་སྐད་ཆ། བསམ་བློ་གནང་ན་ཡང་ཆགས་སྡང་གི་སྐད་ཆ། དེ་རེད་འདུག་ག། བླ་མ་ལྷ་དང་ཡི་དམ་སྒོམ་ཡང་ག་བ་ག་བ། ངེས་འབྱུང་གི་བློ་སྐྱེ་ཡང་ག་བ་ག་བ། རིགས་དྲུག་གི་སེམས་ཅན་ལ་བསམ་བློ་བཏང་ནས་བྱམས་སྙིང་རྗེ་གི་བློ་ཡིས་བསྐྱེད་ནས་ལུས་ཀྱི་འགུལ་སྤྱོད་ཀྱི་ཐོག་ནས་འགྲོ་གི་མི་འདུག་དེ་དེ་མ་འགྲོ་ན་དེ་དེ་ག་རི་ལ་སྐོར་བརྒྱབ་བསྡད་པ་རེད་དེ་གར་ཕན་ཕན་གྱི་མི་འདུག་ག། འོ་དེ་འདྲའི་བྱེད་དུ་བསམ་པ་ན་ང་ཚོ་དགེ་བཅུ་གནས་ལ་འགྲོ་གི་ཡོད་མ་རེད་ད་ཁ་ཏོན་དཔེ་ཆ་སྤུ་གྲི་ཙག་ཙིག་བསྡད་བཞག། བྱ། བོད་བྱ་སྙག་པ་ཞིག་དེ་ཁྲིད་ཟིན་ན་བཞག། རེད་དེ་བ་ད་དེ་འདྲ་ཞིག་གི་དོན་ང་ཚོ་ཁ་འདོན་འདོན་དུ་བྱ་ཅིག་ཐུགས་ངན་མེད་ན་སློབ་མ་དེ་དེ་འདྲ་ཞིག་འདུག་བ་བྱ་ཅིག་ཡིན་གཅིག་མིན་གཅིག་གོ་རེ་བྱ་དེ་གར་པོ་ཅིག་དེ་ནས་ཡང་ཡོད་མཁན་ཡོད་མཁན་ཐམས་ཅད་ཀྱིས་ཤ་བཙོས་རྒྱབ་བྱས་ནས་རྡོག་བཙོས་རྒྱབ་ནས་དེ་དེ་ན་བཞག་ད་དེ་འདྲ་ཞིག་མེད་པ་ཡིན་ན་ཕ་ཅིག་ཁ་འདོན་འདོན་མ་ལོས་སོ་རེ་ཅིག་བྱ་གི་འདུག་འོ་ཐུགས་ཟེར་རེད་འོ་དེ་བྱེད་དུས་དེ་ནས་ཁ་འདོན་གནད་ལ་འགྲོ་གི་མི་འདུག་བ་དེ་ནས་ཁ་འདོན་འདོན་པའི་སྐབས་སོགས་ལ་ཡང་གཉིས་གསུམ་གྱི་ཡར་སྐད་དང་དེ་མཉམ་དུ་ལ་གྲོས་བྱེད་ཀྱི་བྱེད་ཀྱི་དེ་ག་རེ་ཟེར་ད་བཞུགས་དེ་འདི་འདྲས་སུ་འགྱུར་གི་འགྱུར་གི་ལ་ཡ། ཡག་གི་ཡག་པོ་རེད་མ་གི་སྡུག་ཅག་རེད་ཕ་གི་དོན་གོ་གོ་རེད་ད་ཞུ་གོ་རེད་འཛིན་གོ་རེད་ཚུ་སྡུག་ཅག་རུང་ད་ཕ་སྡུག་ཅག་ལབ་གོ་རེད་ཅག་ཅག་ཆེན་པོ་ཟེར་ད་དེ་རིས་སུ་བཅད་ནས་ང་ཚོ་ཁང་དོན་འདོན་དེ་ཡོད་རེད་རེད་འདུག་བ། འོ་ཚོ་ཚེ་གང་རེད་ད་ནི་ཁང་དོན་སྤེལ་ས་དེ་དང་ནི་ཁོ་རེད་ཕྱི་མ་འདི་འདུག་ཅིག་ཅིག་བྱུག་དུས་ཙམ་པ་ལ་ཤུ་གུ་ཐ་ཤག་ཚང་ནག་པོ་ཤག་ཚག་རེད། ཀུན་བཟང་བླ་མའི་ཞབས་ལོང་ནང་ལ་ཡང་དེ་འདྲ་མ་བྱེད་གསུངས་འདུག་བ། ཆག་པའི་འགྱུར་བའི་སྐབས་སུ་ཆག་པའི་ལས་ཡ་ཕྱི་མ་མ་བྱུག་གསུངས་འདུག་བ། དེ་ང་ཚོའི་ཕྱི་མ་བྱུག་རྟགས་ཡིན་ན་ཅིག་རྒྱ་བའི་སྲོག་ཆགས་དེ་ཚོ་དེ་གང་ལ་ཡང་བྱུག་འོ་དེ་འདྲ་བྱེད་མཁན་མང་པོ་ཡོད་རེད་ད། ད་ལྟའི་དཔེ་ཆ་ནག་པོ་ཆགས་ཚར་བའི་སྐབས་སུ་དེ་མིག་ལ་ངོམ་ནས་ངས་འདའ་ག་ཚོད་འདོན་ཡོད་ཟེར་ཞིག་དོ། ཨོ། དེ་ཚོའི་གྲས་དེ་དང། སྤྱི་བཏང་གི་གནས་ཚུལ་ཆུང་ཆུང་རེ་བ། ཡིན་ན་ཡང་དེ་ཚོ་ཡང་བག་ཡོད་དྲན་ཤེས་ཀྱི་རྟེན་རེད། རེ་བ། དཀོན་མཆོག་གསུམ་ལ་ནི་ཆོས་དཀོན་མཆོག་གི་རྟེན་དེ་དཔེ་ཆ་རེ་བ། དེ་ནི་དཔེ་ཆ་ལ་ཡ་དེ་འདྲ་ཟེར་ནས་ཕྱི་མ་བྱུང་ན་སོ་སོ་གི་རྩ་བའི་བླ་མ་ལ་ཡ་ཕྱི་མ་བྱུང་ན་ག་འདྲ་ཡོང་ས་རེད། རེད་འདུག་གས།

སྤྲེལ་ལད་བཤད་ན་ཨེ་རག། ཁ་སུ་ངོ་ལེན་བྱས་ན་ཨེ་རག་དེ་རྩིག་པ་ཟ་རུ་ཨེ་ཡོང་བསམ་པའི་གེ་སེམས་འདྲེ་དེ་ཞིམ་པ་གཅིག་གི་འཕྲོག་རུ་ཨེ་ཡོང་བསམ་པའི་གེ་སེམས་འདྲེ་དང་ཨེ་འདྲེ་གཅིག་གི་ནང་འོག་ལ་ཡག་ཁོ་ར་སོ་དེ་ཆ་ཚང་བ་ཅིག་ཕར་བསྟན་ཞིག་ནས་དེ་དུས་དགོང་མོ་རི་རྩམ་པ་ཚུར་བསྡུ་མ་ཐུབ་ནས་དགའ་ངེས་འདུག་བ། ད་དེང་དུ་ད་ང་ཚོ་མི་མང་པོ་ཅིག་ལྟ་ས་མཐོང་ས་རིག་ས་ལ་ཡ་ཅིག་འགལ་བ་འགྲོ་བདེ་བ་མ་གཏོགས་རང་གཅིག་པུ་བསྡད་པའི་སྐབས་སོགས་ལ། བསམ་པ་དང་སྦྱོར་བ་རྣམ་དག་དེ་དཀའ་ལས་ཁག་པོ་རེད་དེ་སོ་སོ་སོ་སོ་བརྟག་དཔྱད་བཏང་ན་ད་ཚང་མ་ད་མ་རེད་བ་ཡིན་ན་ཡང་མང་ཤོས་ཅིག་ད་ཟུར་བལྟས་པའི་ལེབ་མཐོང་ས་ཅིག་ཡོད་རེད་བོད་ལ་གཏམ་དཔེ་བྱས་འོ་དེ་ཡིན་དུས་ང་ཚོའི་ཤེས་མཁན་དུ་བ་འོ་དེ་འདྲས་རེད་དེ་འདྲས་བྱས་པ་ད་ཆོས་བྱེད་ཀྱི་དབང་དུ་འགྲོ་གི་འདུག་ཆོས་བྱེད་ཀྱི་དབང་དུ་སོང་ན་ང་ཚོ་འགལ་བ་སྒྲུབ་པ་དེ་མི་ཡི་ངོ་སྲུང་ཆགས་འགྲོ་གི་འདུག་དཔལ་འབྱོར་མཐོ་ཡག་གི་ཆེད་དུ་ལ་ཆོས་སྒྲུབ་གི་འདུག་མིང་ཡོང་ཡག་གི་ཆེད་དུ་ཆོས་སྒྲུབ་གི་འདུག་དེ་སྒྲུབ་ན། ལྟོས་ན་ཚེ་འདི་ལ་ཞེན་པ་དེ་དེའི་ནང་ན་འདུས་འདུག། འཁོར་བ་ལ་ཞེན་པ་ཡང་དེའི་ནང་ན་འདུག། བདག་ཏུ་ཞེན་པ་ཡང་དེའི་ནང་ན་འདུག་འཛིན་པ་ནི་ལྟ་དེ་གསུམ་གྱི་རྩ་བ་ཆགས་བྲལ་བ་ཡིན་དུས་དེ་འདུག་བ། དེ་འདྲ་ཡིན་དུས་དེ་ཆོས་རྣམ་དག་རེད་མ་སོང་བ། དེ་ནི་ང་ཚོའི་སེམས་པ་གཏང་དགོས་ཀྱི་འདུག་བ། དེ་རེད། འོ་དེ་འདྲ་ཡིན་དུས་དེ་འདྲས་ང་ཚོ་མི་བྱེད་མཁན་ཡིན་ན་ནི་ཡག་པོ་རེད། ད་རུང་ཡང་དྲན་ཤེས་བག་ཡོད་བརྟན་བྱས་ནས་དེ་འདྲས་བྱེད་མ་གོ་བར་ཤོག་ཟེར་ནས་སྨོན་ལམ་རྒྱབ་བྱས་ནས་འོ་དེའི་དཔང་ཐོབ་པར་ཤོག་ཟེར་ཡག་གི་འདུ་ཤེས་དེ་འདྲས་གཅིག་གི་དང་པོར་ཟིན་ཐུབ་ན། ཆོས་གནད་དུ་འགྲོ་བའི་འགོ་ཚུགས་པ་རེད། འོང་གལ་ཏེ་དེ་འདྲའི་གི་ཅིག་གི་ཡིག་མ་ལམ་ལ་ཡ། བག་ཆགས་ངན་པའི་དབང་གིས་དེ་འདྲའི་ལ་འཇུག་གི་ཡོད་པ་ཡིན་ན་ད་ནི་དེ་ལས་ལྡོག་པའི་གི་ཐབས་སྟོན་དགོས་བ་རེད་དེ་ཡང་དེ་མ་ཐག་ཏུ་ལྡོག་དགོས་བ་མ་གཏོགས་སང་ཉིད་དུ་གནངས་ཉིད་དུ་བསད་པ་ཡིན་ན་དུས་གི་ཁོམ་པ་ཡོང་མ་རེད། རེད་བ། ཉོན་མོངས་ཁོམ་ན་གཉེན་པོའི་ལྡོག་དཀའ་བས་བསད་རེད་རྒྱ་སེ་ཞིག་ད་དུ་དེ་ཐོག་མེད་གི་ལག་ལེན་སོ་བདུན་མ་རྣམས་ལ་འདུ་བ། ཉོན་མོངས་གོམས་ན་གཉེན་པོས་བཟློག་དཀའ་བས་དྲན་ཤེས་སྐྱེས་བུའི་གཉེན་པོའི་མཚོན་བཟུང་ནས་ཆགས་སོ་ཉོན་མོངས་དང་པོ་སྐྱེས་མ་ཐག་འབུར་འཇོམས་བྱེད་པ་ཟད་དེ་ད་ཐེར་སྐྱེས་མ་ཐག་ཏུ་ང་ཚོ་དྲན་ཤེས་བརྟན་དགོས་རེད་མ་གཏོགས་ད་ཡིག་མ་ལམ་དུ་ཤོར་ན་ཐོག་མེད་ནས་ད་ལྟ་བར་དུ་ཡིག་མ་ལམ་དུ་ཤོར་ནས་ད་ག་ཚོད་ཅིག་སྤེལ་ས་ད་ག་ཚོད་ཅིག་སྒོམ་བསྡད་པ་ཡིན་ན་ཡང་ང་ཚོ་གཉེན་པོ་དེ་གི་སྟོབས་ཀྱིས་སྤང་བྱ་དེའི་བར་བཅོམ་ཡང་དག་འཕགས་ཞག་གཅིག་མགོ་ཙམ་གནོན་ཡང་དག་ཀཱ་ལི་ཧ་བུ་ཡོས་དེ་བས་ཀྱི་བག་ཆགས་ངན་པ་འདི་ད་ལྟ་ཆོས་སྒྲུབ་ཀྱི་སྒྲུབ་ཀྱི་དཔེ་ཆ་ལྟ་གི་ལྟ་གི་སྒོམ་རྒྱབ་ཀྱི་རྒྱབ་ཀྱི་བླ་མ་བསྟེན་གྱི་བསྟེན་གྱི་ལ་ཡང་ང་ཚོ་དེ་འདྲ་ཞིག་གི་ནང་ལ་ད་དུང་ཡང་ཇེ་མང་ཇེ་མང་ཇེ་ཟབ་ཇེ་ཟབ་ལ་ཡང་འཇུག་བསྡད་ཀྱི་འདུག་བ་དེ་འདྲ་ལས་བཟང་བོ་བཏང་ཡོད་དུས་མཐའ་མ་དཔལ་ཀྱི་ལུགས་ང་ཡིད་གསུམ་དེ་དགེ་སྦྱོར་འདི་གིས་ང་ཚོ་གི་སེམས་རྒྱུད་ལ་ཡང་ཕན་ཐོགས་ཡ་ལེ་ཀཱ་ལི་ཧ་བུ་ཅིག་ཡིན་པ་ཡིན་དུས་ད་ཆོས་ཀྱི་དང་པོ་དེ་ག་རེད་ཟེར་ན་ད་ནི་སེམས་འདུལ་དགོས་ཀྱི་རེད་ད། ངས་ཁ་ཚང་ཞུས་པ་ལྟར་དེ་རེད་སྤྱོད་འཇུག་བསམ་གཏན་ལེའུ་ནང་ལ་རྒྱལ་བ་ཐམས་ཅད་སེམས་ལས་བྱུང་བ་སྡིག་པ་ཐམས་ཅད་སེམས་ལས་བྱུང་བ་དེ་ལ་ངེས་པར་སེམས་བསྲུང་བ་ཟེར་ཡ། སེམས་བསྲུང་ཡ་འདི་ལ་ཞི་གནས་ཀྱི་ཐོག་ནས་དང་པོ་སེམས་བསྲུང་བའི་གི་འགོ་བཙུགས་དགོས་ཡ། དེ་ནས་སེམས་ཀྱི་ངོ་བོ་རང་བཞིན་གྱི་གནས་རིགས་ཡོན་ཏན་དེ་ཤེས་པ་ལ་བརྟེན་ནས་ལྷག་མཐོང་གི་རྒྱས་བཏབ་བྱས་ནས་མཐར་གཞི་ལ་ཟུང་འཇུག་གི་ཐོག་ནས་དེ་ནས་སེམས་དོན་གྱི་གནས་ལུགས་དེ་ནས་ཇི་བཞིན་དུ་རྟོགས་དགོས་ཡ་གི་རྒྱུ་མཚན་རིམ་པ་དེ་ཚོ་ཕྱི་ནས་བསམ་གཏན་ལེའུ་ནང་ནས་ཡོང་གི་ཡ་རོ་འོ་དེ་རེད་ད་མང་པོ་ཞུ་མ་གོ་བ་བཅས་རེད་འདུག་བ་ད་དཔེ་ཚོ་ཞུས་པ་ཡིན་དཔེ་དེ་ང་ཡིན། བར་སོང་ན་ང་རང་རྟག་པར་དེ་བསམ་བློ་རེ་བཏང་བསྡད་ཡོད་དཔེ་དེ་ཚོ་རེད། ང་སོ་སོ་ཡང་བསམ་བསམ་ཁང་ཆེན་དཔེ་ཆ་བཞག་བསྡད་པའི་སྐབས་སུ་ལ་རྒས་མོ་ཤོར་བའི་ངོ་ཐུག་དེ་འདྲའི་ཇི་ཡོང་བསྡད་ཡོད་དོ། ཤུ་གུ་ལྔ་དྲུག་ཅན་འདོན་ཚར་བ་རེད་དེ་ག་རེ་སུ་ཕྱིན་པ་ཡིན་ཧ་གོ་མི་ཐུབ་བསམ་བློ་དེ་མང་པོ་ཞིག་བཞི་བཏང་རེད་དེ་ཁ་འདོན་དོན་ནི་ཁོ་ར་རྒྱུར་ཧྲུལ་ཧྲུལ་བྱེད་བདག་བྱེད་ཡོད་མ་རེད་མདུན་བྱེད་ཡོད་མ་རེད་བུམ་བྱེད་ཡོད་མ་རེད་ག་བ་ཡོད་མགོ་ལ་སྐྱབས་འགྲོ་སེམས་ཅན་གཅིག་ལ་མགོ་བཙུགས་ཐུག་ཡོད་མི་འདུག་བ་དེ་ཡོང་གི་འདུག་སོ་སོ་ལ་ཉམས་མྱོང་གི་ཐོག་ནས་ཞུ་གི་ཡོད། གཞན་ལ་སྐྱོན་བརྗོད་དང་ཟུར་ཟ་མེད་ལ། ཟུར་ཟ་མེད་རང་གི་ཉམས་མྱོང་དང་འདི་འདྲ་ཞིག་འདུག་ཟེར་ནས་ད་གཞན་ལ་ཞུས་པ་ཡིན་དུས་དེ་ནི། ཚང་ལ་ཕོག་ན་བྱས་ཡ་མི་འདུག་ག། ཚང་ལ་ཕོག་ན་བྱས་ཡ་མ་རེད་བཀའ་གདམས་པའི་བླ་མ་ཚོ་གི། བཤེས་གཉེན་གྱི་ཕྱོགས་ཚང་ཐོག་ཏུ་རྒོལ་བ་ཡིན། གདམས་ངག་གི་ཕྱོགས་ཚང་ཐོག་ཏུ་ཕོག་པ་ཡིན་ཟེར་ཚིག་གཉིས་དེ་རེད་ད་དེ་ཚོ་ང་ཚོ་སེམས་པ་དྲན་དགོས་པ་འདུག་ག། བཀའ་གདམས་པའི་ཇོ་བོ་བཀའ་གདམས་པའི་གི་མན་ངག་དེ་རེད་ད་ཚིག་གཉིས་མ་གཏོགས་ཡོག་མ་རེད། བཤེས་གཉེན་གྱི་ཕྱོགས་ཚང་ཐོག་ཏུ་རྒོལ་བ་ཡིན་ཟེར། རེད་འདུག་ག་ཚང་གི་ཐོག་ལ་སྒོ་བླ་མ་སྐུ་གོང་མ་ཚོ་གི་ནས་མ་བླ་མ་གསུང་ཡོང་པའི་སྐབས་སུ་ཆོས་གྲྭ་ལ་བསྡད་པའི་སྐབས་འོ་འདི་ང་ལ་ལབ་བསྡད་པའི་སོ་ར་ཞིག་མི་འདུག་གས་འོ་འདི་ང་ལ་ཚིག་བླུག་བསྡད་ཀྱི་འདུག་བསམ་བསམ་འདྲ་བོ་ཞིག་ཚང་མ་ལ་ཡོང་བསྡད་ཀྱི་འདུག་དེ་ཡང་སོ་སོ་ལ་ནོར་འཁྲུལ་ཡོད་རེད་བ་ཡོད་པས་སོ་འདི་ལྟར་ཕོག་བསྡད་ཀྱི་དེ་ཡིན་དུས་བཤེས་གཉེན་གྱིས་ཆོག་ཚང་ཐོག་ཏུ་སྒོ་བ་བཤེས་གཉེན་གྱིས་ཆེད་དུ་གཉེར་ནས་ཚང་ཐོག་ཏུ་སྒོ་བ་མ་རེད་དེ་ཡིན་ན་ཡང་གཅིག་གིས་ཡིན་ལུགས་ཀྱི་གནས་ཚུལ་དེ་བཤད་ཡོང་དུས། དེ་ནས་སྒོ་ཚང་ལ་ཕོག་གི་ཡོད་རེད་ག་རེ་ཟེར་ན་ང་རང་ཚོ་ལ་དེ་འདྲའི་གི་ཚང་ལ་ཕོག་སྒོ་ཡག་གི་གཞི་རྩ་འདྲ་པོ་དེ་ཡོད་བསྡད་པ་རེད་དེ་གཞི་རྩ་དེ་ཡོད་བསྡད་དེ་ཡིན་ནས་མ་ཆོས་གསུངས་པ་དེ་ཚང་ལ་ཕོག་ཐུབ་ན་ཡག་ཤོས་རེད་དེ་ཚང་ལ་ཕོག་ན་ཡང་ཇི་མི་སྙམ་པ་བསྡད་བསྡད་པ་ན་ཡོང་གི་མི་འདུག་བ་དེ་འདྲ་ཡིན་ཕྱི་ཉིན་གི་ཆོས་ཚང་ཐོག་ཏུ་སྒོ་ལ་ཡིན་གདམས་ངག་གི་ཆོས་ཚང་ཐོག་ཏུ་ཕོག་པ་ཡིན་སྟབས་ཕོག་པའམ་འབབ་པ་ཚིག་གཉིས་ཡོད་རེད་ཁ་ཤས་ནང་ན་ཕོག་པ་ཟེར་འདུག་ཁ་ཤས་ནང་ན་འབབ་པ་ཟེར་འདུག་ད་གཅིག་པ་རེད་གང་ལྟར་ཕྱི་ཉིན་གི་ཆོས། ཚངས་ཐོག་ཏུ་སྒོ་ངའི་སྤྱད་བདག་མ་གའི་མཆོག་དེ་ཚངས་ཐོག་ལ་ཕོག་ནས་ཨོ་ལྟ་ང་ལ་འདི་འདྲ་ཅིག་རེ་འདུག་ལྟ་དེ་དངོས་གནས་འདི་ལ་ཟེར་བ་རེད་ཤག་དེ་ལ་ཟེར་བ་རེད་ཤག་རྒྱུ་མཚན་འདི་འདྲ་ཅིག་ལ་བརྟེན་ནས་བཤད་པ་རེད་ཤག་ཟེར་གྱིས་ཅིག་གིས་སྙིང་ནས་ཡར་དྲི་བཙུགས་པ་ནང་པོ་ཅིག་ཅིག་གི་ཚོར་བ་ཅིག་སླེབས་ཐུབ་པ་ཅིག་བྱུང་པ་ཡིན་ན་དཔེར་ན་བདག་མ་སེམས་ན་ཕོག་པ་ཟེར་ཏེ་དེ་འདྲ་ཡོང་གི་འདུག་ཨ་དེའི་ཚིག་གཉིས་དེ་ཕྱིར་ན་གལ་ཆེན་པོ་རེད། ཤེས་ཉིན་གྱི་མཆོག་ཚངས་ཐོག་ཏུ་བསྒོ་བ་ཡིན་བདག་མ་གའི་མཆོག་ཚངས་ཐོག་ཏུ་ཕབ་པ་ཡིན་ཟེར་ཡག་སྟེ་ཨོ་ལྟ་དེ་འདྲ་ལ་བསམ་བློ་བཏང་ཡོང་དུས་མགོ་བཙུགས་ཡ་དེའི་སེམས་འདུལ་བའི་དགེ་སློབ་སྦྱོང་གི་རིམ་པ་དང་པོ་དེ་ཞི་གནས་ནས། ཐེག་པ་ཆུང་ངུ་ཡིན་ན་འདྲ་ཐེག་ཆེན་མཚན་ཉིད་པ་ཡིན་ན་འདྲ་གསང་སྔགས་ཀྱི་ལམ་རིམ་གྱི་སྐབས་སུ་ཡིན་ན་རེ་ཞི་གནས་དེ་མེད་དོ་མི་རུང་བ་ཆགས་འདི་གི་ཡོག་རེད། དེ་ཡིན་དུ་སྐྱ་སེར་ཐུགས་རྗེ་ཆེ་རྣམས་ཀྱང་རིག་པའི་སེམས་ནས་ཟུག་བྱ་སྟེ་སྙིང་སེ་ཆེ་བར་མ་འབད་ན་བདག་གི་སྡུག་བསྔལ་རྣམས་མཐར་ཤིང་སེ་ཞི་བ་ལག་གི་དབུགས་དབྱུང་ནས། ཁོ་རང་གི་ཐུགས་རྒྱུད་ཀྱི་སེམས་ཚོར་དྲག་པོ་དེ་ང་རང་ཚོ་ལ་ཡང་དངོས་སུ་གནང་བཞག་པ་ཞིག་རེད་འདུག་བ།

དེ་ཡིན་གྱི་མིན་ནི་དགོངས་ན་ཟེར་ཡིན་ད། དེ་ཡི་བློ་མ་བདེ་ན། དེ་སྦྱར་བྱས་ན་ཁྱད་པར་གང་ཡོད་མ་རེད་ཨོ་མ་འོང་ཟེར་ན་ནི་སངས་རྒྱས་ཐམས་ཅད་སྐུ་རྡོ་རྗེ་གསུང་རྡོ་རྗེ་ཐུགས་རྡོ་རྗེ་ཤེས་ཀྱི་ཡོད་ཨ་རེ་དེ་འགྲིག་གི་འདུག་ཨ། སོ་ཧ་ཟེར་བའི་སྐབས་སུ་འཕྲིན་ལན་འགྲུབ་པར་ཤོག་ཟེར་བ་རེད་དེ་འགྲིག་གི་འདུག་ཨ། རེད་བ། ཡོན་ཏན་དེ་འཕྲིན་ལན་འགྲུབ་པར་ཤོག་ཟེར་གྱི་ཡོད་རེད་ཡོན་ཏན་དེ་ནི་སྐུ་གསུང་ཐུགས་ཡོན་ཏན་འཕྲིན་ལན་དེ་འགྲུབ་པ་ལ་དེ་གཞི་ག་རེ་བཏིང་དགོས་རེད་ཟེར་ན་ནི་སེམས་སྡུག་གི་རེད། དེ་བློ་བདེ་པོ་འདུག་ཨ། འོ་འདུག་ཟེར་ཐུགས་ལ་བཞག་ན་ཡག་པོ་འདུག།